རྣམ་པ་ལྷན་སྐྱེས་ཆ་ཚང་བཀྲ་ཤིས་བདེ་ལེགས་སྐུ་ཁམས་བཟང་རྣམ་པ་ཚང་མ་སྐུ་གཟུགས་དེ་འུ་ཡིན་པའི་རེ་བ་ཡོད། ང་རྣམ་པ་ཚོའི་གྲོགས་པོ་འཆི་མེད་ཚེ་དབང་ཡིན་དེ་ནས་ད་དེ་རིང་ངས་འདི་ནས་མ་རྣམ་པ་ཚོ་ལ་ག་རེ་ཞུ་ཡ་ཡིན་ཟེར་ན། ད་དེ་རིང་འདི་ནས་མ་ལ་ངས་སྔ་འགྱུར་རྙིང་མའི་གི་ད་སྲུང་མ་སྐད་གྲགས་ཆེ་ཤོས་དེ་ལ་ད་མ་ས་དམ་གསུམ་ཟེར་ཡོང་གི་འདུག་ཨ་མ་མོ་ཨེ་ཀ་མཛའ་བཀྲིས་གཟའ་བཏུད་དྲང་སྲོང་ཁྱབ་འཇུག་ཆེན་པོ་རཱ་ཧུ་ལ། དམ་ཅན་རྡོ་རྗེ་ལེགས་པ་ཟེར་ད་འདི་གསུམ་དེ་སྔ་འགྱུར་རྙིང་མའི་སྲུང་མ་སྐད་གྲགས་ཆེ་ཤོས་དེ་ཆགས་དེ་ཡོད་རེད། ད་དེ་གསུམ་སྔ་འགྱུར་རྙིང་མའི་སྲུང་མ་སྐད་གྲགས་ཆེ་ཤོས་ཡིན་དགོས་པའི་རྒྱུ་མཚན་འདྲ་བོ་གཙོ་བོ་ག་བར་ཐུག་ཡོད་རེད་ཟེར་ན། སྔ་འགྱུར་རྙིང་མའི་ཆོས་དེ་ནང་ནས་ད་ཐེག་པ་ཐམས་ཅད་ཀྱི་མཐར་ཐུག་རྩེ་མོ། ད་མཆོག་ཏུ་གྱུར་པ་དེ་རྫོགས་པ་ཆེན་པོ་ཟེར་ད་ཨ་ཏི་ཡོ་ག་དེ་ཆགས་དེ་རེད། ད་རྫོགས་ཆེན་ཨ་ཏི་ཡོ་ག་གི་སྲུང་མ་དེ་ལ་ད་མ་གཟའ་དམ་གསུམ་ཟེར་ཡོང་གི་འདུག་ད། ད་དེའི་ནང་ནས་ཀྱང་ད་དེ་རིང་ངས་འདི་འདི་མ་ཞུ་ཡས་གཙོ་བོ་དེ་མ་གཟའ་དམ་གསུམ་གྱི་ནང་ནས་དང་པོ་མ་མོ་ཨེ་ཀ་ཛཱ་ཏྲི་འམ་སྔགས་རྫོང་ཨེ་ཀ་ཛཱ་ཏྲི་གྱི་སྐོར་ལ་མདོར་བསྡུས་ཀྱིས་ཞུ་ཡས་ཡིན། ད་དེའི་རྒྱུ་མཚན་ག་རེར་ཡིན་ཟེར་ན་ད་མ་གཟབ་དམ་གཟབ་ཁོ་རང་གསུམ་གྱི་ནང་ནས་ཡང་ད་སྔགས་སྲུང་ཨེ་ཀ་ཛཱ་ཏྲེ་བ་མ་མོ་ཨེ་ཀ་ཛཱ་ཏྲེ་གཙོ་མོ་གི་ཚུལ་དུ་ཡོང་གི་ཡོད་པ། དེ་ནས་ཟ་དུས་ཁྱབ་འཇུག་ཆེན་པོ་རཱ་ཧུ་ལ་དང་དམ་ཅན་རྡོ་རྗེ་ལེགས་པ་ལ་སོགས་པ་དེ་ཚོ་ཚང་མ་འཁོར་གྱི་ཚུལ་དུ་ཡོང་གི་ཡོད་པ་དེ་ད་ང་རང་ཚོའི་སྙིང་སྡུག་སོ་ཀ་ལ་སོགས་པ་དེ་ཚོའི་ནང་ས་བོན་ཞི་དྲག་ཡོང་གི་འདུག་དཔེར་ན་དཔེ་ཆ་བཞག་པ་ན་ཁྲག་མཚོ་ལྕགས་ཀྱི་ར་བ་ཅན་དུར་ཁྲོད་རོལ་བའི་ཞལ་མེད་ཁང་ཐོད་དཀར་གྲུ་གསུམ་རོ་སྟེང་དབུས་ཁྲོས་མ་ནག་མོ་འབར་བའི་ཐོག་ཨེ་ཀ་ཛཱ་ཏྲི་རལ་གཅིག་མ་སྤྱན་གཅིག་དུས་གསུམ་ཀུན་ལ་གཟི་མཚམས་གཅིག་དྲ་བའི་སོགས་ལ་རྔམ་མཐིང་ནག་གཡུ་ཡི་ར་བ་ཅན་གཡས་ན་གྲ་སྙིང་ཁྲོ་མོ་ཅན་གཡོན་པས་གཡུ་བྱང་ཁྲ་ཐབས་རྒྱལ་ལ་སོགས་པ་དེ་ནས་འཁོར་ལོ་དེ་ནས་གཡས་སུ་སྦྱོར་བའི་གིང་བཅིངས་དཔལ་ལྡན་ཡེ་ཤེས་ཀྱི་མགོན་པོ་སྤྲུལ་བའི་མགོན་པོ་དེ་སྔགས་དང་དཔའ་མགོན་དུས་མཆོད་སོགས་སྤྲུལ་བ་ཡང་དྲུག་དང་བཅས་པ་སོགས་གཡས་སུ་དེ་ནས་དཔའ་མགོན་མ་ནིང་ནག་པོ། དེ་ནས་གཡོན་དུ་གྲོ་བའི་གིང་བཅིངས་སྐྱེས་མཆོག་རྡོ་རྗེ་ལེགས་པ་ཐེའུ་རང་སྟོང་སྡེ་དང་བཅས་པ་སོགས་དེ་ནས་དང་མ་མོ་ཨེ་ཀ་ཛཱ་ཏྲི་ཀའི་གཡོན་གྱི་ཕྱོགས་ལ་དེ་ནས་དམ་ཅན་རྡོ་རྗེ་ལེགས་པ། རྒྱབ་ཏུ་རྒྱབ་ཏུ་གསང་བའི་གྲོགས་ཀྱི་ཟ་དུས་སྲོག་གི་སྤུ་གྲི་ཟ་བརྒྱད་སྟོང་མོ་བཞི་དང་བཅས་པ་ཟེར་དུས་སྐབས་སུ་མ་མོ་ཨེ་ཀ་ཛཱ་ཏྲི་གི་རྒྱབ་ལོགས་ཀྱི་ཕྱོགས་ལ། དེ་ནས་དྲང་སྲོང་ཁྱབ་འཇུག་ཆེན་པོ་ཟ་ར་ཧུ་ལ། དེ་ནས་མདུན་དུ་བལ་བུས་བསྐོར་ཞིང་དུར་ཁྲོད་ལྷ་མོ་གཙུག་ལག་ཁང་དང་གོས་སྣེ་རྣམས་ཀྱིས་བསྐོར་བྱ་སྲོང་གི་ནོར་ལ་བསླུ། རྫས་ལ་གནོད་ཅིང་ཟས་ལ་འདྲེ་མོར་ཚུགས་ཤིང་ངན་པའི་ངན་སྣོད་མ་མོ་ནོར་དར་ནག་གི་གོ་གཟུགས་ཅན་ཟེར་དུས་སྐབས་སུ། དེ་ནས་སྔགས་སྲུང་ཨེ་ཀ་ཛཱ་ཏྲི་གི་མདུན་དུ་དེ་ནས་ཞིང་སྐྱོང་དུར་ཁྲོད་ལྷ་མོ། འོ་དེ་འདྲའི་བྱས་ནས་དེ་ནས་ད་སྙིང་སྡུག་སོག་ཀ་ནང་ནས་ཡང་སྔགས་སྲུང་ཨེ་ཀ་རྫ་ཁྲི་དང་གཙོ་མོའི་ཚུལ་དུ་བྱས། དེ་ནས་སྲུང་མ་མ་ཟ་དམ་ཟོམ་དང་ཐེ་པ་མགོན་མ་ནིང་ནག་པོ་ཞིང་སྐྱོང་དུར་ཁྲོད་ལྷ་མོ་ལ་སོགས་བ་ཚང་མ་འཁོར་གྱི་ཚུལ་དུ་ཡོང་གི་ཡོད་པ་ཡིན་ཙང་དེ་རིང་ངས་འདི་ནས་མ་ལ་ཡང་ཐོག་མར་དུ་སྔགས་སྲུང་ཨེ་ཀ་རྫ་ཁྲི་ཡི་ངོ་སྤྲོད་མདོར་བསྡུས་ཙམ་ཞིག་ཞུ་ཡ་ཡིན། འོ་ད་དེ་རིང་ངས་འདི་ནས་མ་ལ་སྔགས་སྲུང་ཨེ་ཀ་རྫ་ཁྲི་ཀྱི་ལོ་རྒྱུས་ཟེར་ནའི་རེད་དེ་ནས་རྟོགས་བརྗོད་ཟེར་ནའི་རེད་ད་རྣམ་ཐར་ཟེར་ནའི་རེད་ད་དེ་གཙོ་བོ་ག་བ་ལ་ཁུངས་གཏུགས་ནས་ཞུ་གི་ཡོད་རེད་ཟེར་ན་ད་དེ་རིང་ངས་འདི་ནས་མ་ལ་གཙོ་བོ་ཞུ་ཡས་དེ་ཁྲོས་མ་ནག་མོའི་གསང་རྒྱུད་ཟེར་ད་དེ་ལ་ཁུངས་གཏུགས་ནས་ཞུ་གི་ཡོད་དེ་ང་རང་ཚོ་ནམ་རྒྱུན་ཡོངས་གྲགས་སུ་རྫོགས་པ་ཆེན་པོ་མན་ངག་གི་དེའི་ཆོས་སྐོར་དེ་ལ་ད་རྫོགས་ཆེན་རྒྱུད་བཅུ་བདུན་དང། དེའི་སྒང་ལ་ཀློང་གསར་འབར་མའི་རྒྱུད་དང་བཅོ་བརྒྱད་ད་དེའི་སྒང་ལ་བཀའ་སྲུང་ཁྲོས་མའི་རྒྱུད་དང་བཅུ་དགུ་ཟེར་བྱས་ཡོད་རེད་བ་ཡ་འོ་དེའི་ནང་ནས་གཙོ་བོ་བཀའ་སྲུང་ཁྲོས་མ་གི་རྒྱུད་ཟེར་དེ་རེད་ད་སྔོན་མ་སྔོན་མ་ལྷ་ཡི་ཡུལ་སུམ་ཅུ་རྩ་གསུམ་ན་ལྷ་ཡི་དབང་པོ་ལྷ་སྲས་ན་རེ་ལྷ་ཡི་རྒྱལ་པོ་དེ་ནས་དབང་ཕྱུག་མ་ཧཱ་དེ་བ་དང་དེ་ག་ནང་བཞིན་གྱི་ཡུམ་དབུ་མ་དེ་བི་གཉིས་ཁོང་གཉིས་དངོས་སུ

པུའུ་དེ་བུ་མོ་ཞིག་སྐྱེ་བར་ཤོག་སུ་མོ་ལམ་བཏབ་པ་རེད། འོ་དེ་ཡིན་དུས་སྐབས་སུ་དེ་ང་རང་ཚོ་སོག་ཁ་ནང་ན་ཡང་སུམ་ཅུ་རྩ་གསུམ་ལྷ་ཡུལ་ནས་སྐྱེ་རྒྱུད་དྭགས་པོ་ཡབ་ཡུམ་གཉིས་མ་འཇོག་ཡིད་ཀྱི་འཆོར་བ་ལས་སྐྲ་བར་འཇག་གི་མན་པ་ཤར་ཟེར་ཡོད་ར་བ་ཡ། དེ་ཡིན་དུས་སྐབས་སུ་ཡུམ་གྱི་སྨོན་ལམ་དེ་དཔེ་དཀོན་ར་ནུས་པ་ཆེ་བ་འགྲུབ་ཚུལ་བྱུང་བྱས་ནས། ད་དེ་འདྲའི་པུའུ་སྐྱེ་ཡས་ཀྱི་དུས་ཚོད་དེ་རན་ནས་ཡོང་བ་དང་དེ་འདྲའི་འཇག་གི་འཛེར་བ་དེ་མ་དོལ་བྱས་ནས་ད་འཛེར་བ་དེ་ནང་ནས་ད་བུ་མོ་དཔེ་མི་ཟེར་མཛེས་མ་སྙིང་བྱིའུ་བཞུ་ཅིག་སྐྱེས་པ་རེད། དེ་སྐྱེས་ཡོང་དུས་ཙམ་པ་ལ་བུ་མོ་དེ་ཡི་མཚན་ལ། ལྷ་ཡི་བུ་མོ་མདངས་ལྡན་མ་ཟེར་འོ་དེ་འདྲའི་མཚན་གསོལ་འདུག་བ་ཡ། དེ་ཡིན་དུས་བརྩམས་པ་ལ་སྔགས་སྲུང་ཨེ་ཀ་ཛཱ་ཏྲིག་གི་མཚན་ཐོག་མར་དེ་ལྷ་ཡི་བུ་མོ་མདངས་ལྡན་མ་ཟེར་འོ་དེ་འདྲའི་མཚན་བཏགས་པ་རེད། བསྟོད་པ་ཡི་ནང་ན་ཡང། དེ་ནས་དཔལ་ལྡན་རང་བྱུང་རྒྱལ་མོ་ནི་མ་མོ་ཡོངས་ཀྱི་སྤྲུལ་གཞི་ཡིན་ལྷ་ཡི་ཡུལ་ནས་མདངས་ལྡན་མ་མེ་ཏོག་མན་དཱ་ར་ལ་བསྟོད་གསུངས་ཡོང་དུ་འོ་དེ་ཡིན་དུས་ད་དེ་འདྲའི་བསྟོད་དགོས་རེད་དེ་འདྲའི་ཆེད་ནས་ལྷ་ཡི་བུ་མོ་མདངས་ལྡན་ལས་དོན་ལྷ་ཡི་ཞལ་ཟས་རོ་བརྒྱ་དང་ལྡན་པ་དེ་ཚོ་དགོས་སོས་དེ་ག་ནང་བཞིན་གྱི་ལྷ་ཡི་དག་གོས་དུག་ལོག་ཡག་པོ་དང་ལྷ་ཡི་དཔལ་རྫ་ལི་ཀ་ལ་སོགས་པ་དེ་ལྷ་ཡི་དུག་ལོག་ཡག་པོ་དེ་ཚོ་བཀོན་བྱས་ད་བུ་མོ་དེ་ཡ་ཆེན་པོ་ཆགས་ཡོང་དུས་བརྩམས་པ་ལ་དཔེ་མི་སྲིད་མཛེས་མ་ཡིད་དུ་འོང་བ་དང་ལྷ་དང་མི་དང་ལྷ་མ་ཡིན་དང་དྲི་ཟ་དང་གནོད་སྦྱིན་དང་ད་དུས་ལ་སོགས་པ་ཚང་མ་ལ་སེམས་པ་ཤོར་ས་ཆགས་པ་རེད་ཟེར་ཡོད་རེད། ད་དེ་འདྲས་ཀྱི་ཆགས་ཡོང་དུས་བརྩམས་པ་ལ་ད་ཕྱིས་སུ་ལས་ཀྱི་དབང་གིས་ཚེར་ཁོ་ན་རེད་ད་མོ་རང་གང་ལྟར་དེ་ནས་དུས་ཀྱི་བུ་གྲགས་འགུན་ནག་པོ་ཟས་བྱེད་དང་འབྲེལ་བ་ཆགས་དགའ་རོགས་ཆགས་དེ་ནས་རྗེས་ལ་དེ་ནས་མོ་དུས་ཀྱི་བུ་གྲགས་འགུན་ནག་པོ་དེ་ཡིས་ད་ཆུང་མ་ཟེར་ན་རེད་མནའ་མ་ཟེར་ན་རེད་སྐྱེ་དམན་ཟེར་ན་རེད་བག་མར་ཟེར་ན་རེད་ད་དེ་འདྲས་ཅིག་ལ་ཕེབས་པ་རེད་ཟེར་ཡོད་རེད། དུས་ཀྱི་བུ་བྲང་དགུན་ནག་པོ་དང། དེ་ནས་ལྷ་ཡི་བུ་མོ་མདངས་ལྡན་མེ་ཏོག་མན་དཱ་ར་བ་ཁོང་རྣམ་པ་གཉིས་ད་ཅི་ག་འདྲའི་བྱས་ནས་འབྲེལ་བ་ཆགས་པ་ཡིན་པ། ཁོང་ཚོ་གཉིས་ཆང་ས་རྒྱག་དགོས་པའི་རྒྱུ་མཚན་ག་རེ་ཡིན་པ་དེའི་སྐོར་དུ་གསལ་པོ་ཞེ་དྲགས་ཤིག་སྔགས་རྫོང་ཆོས་མིའི་རྒྱུད་ཀྱི་ནང་ནས་གསུངས་ཡོད་མ་རེད། ད་དཔལ་ལྡན་ལྷ་མོའི་ལོ་རྒྱུས་དེ་ཚོ་རྣམས་ད་དཔལ་ལྡན་ལྷ་མོ་དུས་ཀྱི་བུ་གཅིག་གིས་ཡང་མནའ་མ་ལ་ཕེབས་པར་བ་ཡ་འོ་དེ་མནའ་མ་ལ་ཕེབས་དགོས་པའི་རྒྱུ་མཚན་ལ་སོགས་པ་ད་དཔལ་ལྡན་ལྷ་མོའི་ལོ་རྒྱུས་ཁུངས་གཏུགས་ས་གཞུང་དེ་ད་མན་ཇི་བར་བའི་རྒྱུད་རེད་བ། འོ་ད་མན་ཇི་བར་བའི་རྒྱུད་དེ་ཚོ་ནང་གསལ་བོ་ཞེ་དྲག་ཡོད་རེད་ཡིན་ན་ཡང་སྔགས་རྫོང་ཨེ་ཀ་ཛཱ་ཏི་དང་དུས་ཀྱི་བུ་ཡི་མནའ་མ་ལ་འགྲོ་དགོས་པའི་རྒྱུ་མཚན་འདྲ་བོ་དེ་འདྲའི་དག་ས་ཁ་ཞེ་དྲག་ཅིག་ཡོད་མ་རེད་ད་ཡིན་ན་ཡང་དག་ཨེ་ཀ་ཛཱ་ཏི་དང་དཔའ་བརྟན་ལྷ་མོ་དེ་ཚོ་ཡང་དག་གདུལ་བྱ་འདུལ་བའི་ཐབས་རྣམ་པ་སྣ་ཚོགས་ཀྱི་སྐོར་ནས་རྣམ་འགྱུར་རྟོགས་རྟོགས་སུ་མ་འདྲ་བར་ཅིག་རེད་མ་གཏོགས་དོན་ལ་གཅིག་པ་འདྲ་བོ་ཆགས་ཡོང་དུས་རྩ་བ་ད་ལྟ་བར་ཆད་བར་ཆད་འདྲ་བོ་འདྲ་བོ་ཞིག་ཡིན་ས་རེད་གང་ལྟར་ལྷ་ཡི་བུ་མོ་མདངས་ལྡན་མེ་ཏོག་མན་དཱ་ར་བ་དེ་དང་དུས་ཀྱི་བུ་གྲགས་འགུན་ནག་པོ་ཟེར་ད་ཁོང་གཉིས་དགའ་རོགས་ཆགས་ཆེ་ནས་ད་ཆང་ས་རྒྱག་གི་རེད་ཟེར་གི་ཡོད་རེད། དེ་འབྲེལ་གྱི་ཁོང་གི་ཆང་རྩ་སྐྱབས་ཡོང་དུས་རྩམ་པ་ལ་ད་ཡུམ་དབུ་མ་འདི་བས་དཔེ་མི་གཟིགས་དགོངས་པ་ཚོམས་བྱས་ནས་ད་ལྷ་ཡི་བུ་མོ་འདི་འདྲ་བོ་ཡག་པོ་ཅིག་ད་དུས་ཀྱི་བུ་ཐུག་ཅག་དེ་འབྲེལ་གྱི་མཉམ་དུ་ཆང་རྩ་སྐྱབས་སོང་ཟེར་ད་ཕ་མ་ཡི་ཁ་ལ་མ་ཉན་པ་དེ་འབྲེལ་ཅིག་བྱས་ནས་ད་དུས་ཀྱི་བུ་གཉིས་མཉམ་དུ་འགྲོ་ཡོང་དུས་རྩམ་པ་ལ་ད་ཉི་མ་དེ་རིང་ནས་བཟུང་སྟེ་མོ་མི་ཤ་དང་རྟ་ཤ་དང་ཁྱི་ཤ་ལ་སོགས་པ་ཟ་ཡས་རེད་མ་གཏོགས་ད་ལྷ་ཡི་ཟ་མ་ཞལ་ཟས་རོ་བརྒྱ་དང་ལྡན་པ་ལ་སོགས་པ་ཟ་ཡས་ཀྱི་སྐལ་བ་དང་མི་ལྡན་པར་གྱུར་ཅིག་ཟེར་དེ་ག་ནང་ཤན་རྒྱས་དང་ཉི་མ་དེ་རིང་ནས་བཟུང་སྟེ་མོ་ཡི་དུག་ལོག་དེ་ཡང་མི་ཕག་དང་རྟ་ཕག་ལ་སོགས་པ་གོན་ཡས་དེ་འདྲས་ཅིག་རེད་མ་གཏོགས་ཅིག་ལ་ད་ལྷ་ཡི་གོས་ནམ་བཟའ་དཔལ་བཟའ་ལི་ཀ་ལ་སོགས་པ་ད་དེ་འདྲས་གོན་ཡས་ཀྱི་སྐལ་བ་མི་ལྡན་པར་གྱུར་ཅིག་ཟེར་ན་ཡུམ་གྱི་སྨོན་ལམ་ལོག་པ་ཟེར་ན་རེད་དམོད་མོ་ད་དེ་འདྲས་བཏབ་ཡོང་དུས་ཙམ་ཉི་མ་དེ་ནས་བཟུང་སྟེ་དེ་ནས་མོ་དེ་ནས་མི་ཤ་དང་རྟ་ཤ་ཟས་ཏེ་ལུས་ལ་ཡང་མི་ཡི་པགས་པ་ལ་སོགས་པ་ད་དེ་འདྲས་གཅན་གཟན་གྱི་པགས་པ་གྱོན་ད་དེ་འདྲས་བྱས་ཡོང་དུས་ཙམ་པ་ལ་མོ་དེ་ག་རང་དུ་ད་སྔོན་མ་བུ་མོ་མཛེས་མ་དེ་མ་ཡིན་པ་ད་དཔལ་མི་ཟི་བུ་མོ་མདོག་དུག་ལྕགས

སྙིང་ཏིག་སོགས་ཀྱི་ནང་ནས་ཡང། ཡུམ་གྱི་དམོད་པ་སྟོབས་བཙན་པའི་ནག་མོ་ཁྲོས་མ་ར་འཇིགས་མ་ཟེར་ཡོང་གི་འདུག་ད་ཁོང་རང་གི་ཡུམ་དབུ་མ་འདི་བས་ཐིག་གིས་ད་སྨོན་ལམ་སྤེལ་མི་སྲིད་སྨོན་ལམ་ལོག་པ་སྟོབས་བཙན་པའམ་མཐུ་ཆེ་བའི་དབང་གིས་ནི་ཁོང་སྤེལ་མི་སྲིད་ཞེད་སྣང་ཚ་བོ་དེ་འདྲའི་སྲིན་པོ་མངོན་འཛོམས་ཆགས་པ་རེད་ཟེར་གྱི་ཡོད་རེད་ད་ཡིན་ན་ཡང་ད་ཁོང་རང་ཡབ་ཡུམ་གཉིས་འདི་ལྷ་ཡིན་པའི་རྟགས་སུ་ནི་སྤྱི་གཙུག་ན་གཡུ་ཡི་རལ་བ་རྐང་གཅིག་གཅིག་པུ་ཅིག་ཡོད་རེད་ཟེར་གྱི་རོ་དེ་ཡིན་དུས་བརྩམས་པ་ལ་ད་དེ་ནས་བཟུང་སྟེ་ད་ཁོང་གི་མཚན་ལ་ཨེ་ཀ་ཛཱ་ཏིས་ཐོག་རེད་ད་ཨེ་ཀ་ཛཱ་ཏི་ཟེར་དེ་ད་དོན་དག་ངོ་མ་དེ་ག་རེ་རེད་བས་སོ་ད་རལ་གཅིག་མ་ཟེར་རལ་བ་གཅིག་གཅིག་པུ་ཡོད་དེ་ངན་ལ་ད་དེ་འདྲའི་གོག་འདུག་ཨ་དེའི་དུས་སྐབས་སུ་ད་ཁོང་རང་གི་དབུ་ཡི་སྤྱི་གཙུག་ན་གཡུ་ཡི་རལ་བ་རྐང་གཅིག་གཅིག་པུ་ཅིག་ཡ་གྱེན་ལ་བླངས་དེ་ཡི་དུས་ཙམ་པ་ལ་དེ་ནས་བཟུང་སྟེ་ད་ཁོང་གི་མཚན་ལ་ཨེ་ཀ་ཛཱ་ཏི་ཟེར་དེ་ཐོག་པ་རེད། དེའི་རྗེས་ལ་ཁོང་རྒྱ་མཚོའི་སྟེང་ལ་ཕེབས་བྱས་ནས་དེ་རྒྱ་མཚོའི་ནང་ནས་ཡུམ་མཚོ་སྨན་རྒྱལ་མོ་ལས་དངོས་གྲུབ་ཐོབ་བྱས་ནས་ས་ཆུ་མེ་རླུང་ལ་སོགས་འབྱུང་བ་བཞི་གང་གིས་ཀྱང་གནོད་མི་ཐུབ་ཡས་ཀྱི་ད་དངོས་གྲུབ་ཐོབ་པ་རེད་ཟེར་གྱི་ཡོད་རེད། དེའི་རྗེས་སུ་ཁོང་གིས་གྲུ་གསུམ་སློང་སྐུའི་ཕོ་བྲང་དུ་དཔལ་ཆེན་པོ་རྡོ་རྗེ་གཞོན་ནུའམ་དཔའ་ཆེན་རྡོ་རྗེ་ཕུར་བ་ཀྱིས་ནི་སྦྱོར་ཡུལ་མམ་གསང་ཡུམ་མཛད་དུས་བརྩམས་པ་ལ་ད་ཁོང་གི་མཚན་ལ་འཁོར་ལོ་གྱེན་འདེབས་མ་ཟེར་གྱི་ཡོད་རེད་གསུངས་འདུག་དེ་ཡིན་དུས་བརྩམས་པ་ལ་དཔའ་ཆེན་རྡོ་རྗེ་གཞོན་ནུ་ཀྱི་ཡུམ་འཁོར་ལོ་གྱེན་འདེབས་མ་ཟེར་ཡས་དེ་དང་དེ་ནས་ནགས་གསུང་ཨེ་ཀ་ཛཱ་ཏི་དེ་ཡང་ད་དོན་ལ་ངོ་བོ་གཅིག་པ་ཆགས་བསྡད་ཀྱི་ཡོད་ས་རེད། ད་འདིའི་སྐབས་སུ་བཀའ་སྲུང་ཁྲོས་མ་ནག་མོ་གི་རྒྱུད་ཁོ་རང་དང། དེ་ནས་ཀླད་ལུང་རྗེ་དྲུང་ཞལ་ཕི་རྡོ་རྗེས་མཛད་པའི་བསྟན་སྲུང་དམ་ཅན་རྒྱ་མཚོའི་རྣམ་ཐར་ནང་གི་ནགས་གསུང་ཨེ་ཀ་ཛཱ་ཏི་གྱི་རྣམ་ཐར་དེ་གཉིས་ནང་རྟོགས་སུ་ཅི་ཁྱད་པར་ཅི་འདུག་ཁྱད་པར་ག་རེ་འདུག་ཟེར་ན་སྔགས་རྫོང་ཁྲོད་མི་བརྒྱུད་ཁོ་རང་གི་ནང་ནས་གྲུ་གཟུགས་སྣོ་མགུལ་ཕོ་བྲང་དུ་དཔལ་ཆེན་པོ་ཆེ་མཆོག་ཨེ་རུ་ཀ་ཡིས་སྔགས་རྫོང་ཨེ་ཀ་ཛཱ་ཏྲི་ཁོང་བཏུལ་དེ་ནས་ཁོང་ལ་དབང་གནང་རྒྱུའི་བཤད་དེ་འདྲའི་བྱས་ཡོང་དུས་བརྩམས་པ་ལ་ད་ཁོང་གི་མཚན་ལ་དཔལ་ལྡན་ཟུང་འཇུག་བར་ཐོགས་པ་རེད་ཟེར། དེའི་རྗེས་ལ་རྗེ་འབའ་ཡ་མེན་ཏཱ་ཀ་གིས་དེ་ནས་བྱོར་ཡུམ་མཛད། དེའི་རྗེས་ལ་དེ་ནས་ཤི་ནས་དཔའ་ཆེན་དོར་རྗེ་ཕུར་བའམ་དཔའ་ཆེན་དོར་རྗེ་གཞོན་ནུ་གིས་བྱོར་ཡུམ་མཛད་རེད་ཟེར་ཏེ་ཡོང་གི་འདུག་ཡིན་ན་ཡང་སླད་ལུང་རྗེ་འབྲུམ་ཞེས་པི་དོར་རྗེས་མཛད་པའི་བསྟན་སྲུང་དམ་ཅན་རྒྱ་མཚོའི་རྣམ་ཐར་ནང་ནས་སྔགས་རྫོང་ཨེ་ཀ་ཛཱ་ཏྲི་ཁོང་ཐོག་མར། བཏུལ་བྱས་ནས་ནི་དབང་བསྐུར་རྒྱུད་བཤད་མཁན་དེ་དཔལ་ཆེན་པོ་སྟེ་དཔལ་ཆེན་པོ་དོར་གཅིག་གཞོན་ནུའམ་དོར་གཅིག་ཕུར་བ་ཁོང་རང་རང་ལ་འགྲེལ་བཤད་བརྒྱབ་འདུག་དེ་ཡིན་དུས་ད་གཟོད་དཔལ་ཆེན་པོ་ཆེ་མཆོག་ཧེ་རུ་ཀ་དང་དོར་གཅིག་གཞོན་ནུ་ཟེར་དེ་དམིགས་བསལ་ཁ་ཁ་མེད་པར་ད་དཔལ་ཆེན་དོར་གཅིག་གཞོན་ནུའམ་དེ་ནི་དཔལ་ཆེན་དོར་གཅིག་ཕུར་བ་ཁོང་རང་རང་ཡིན་པ་དེ་འདྲས་གསུངས་འདུག་དེ་ཡིན་ན་ཡང་ད་དོན་ལ་ཁྱད་པར་མེད་པ་ད་འགལ་མེད་དེ་འདྲས་ཡིན་དེ་ག་ས་རེད། དེའི་རྗེས་ལ་ད་ཁོང་གི་ལྷོ་ཕྱོགས་ཧི་ཇེ་གྲོང་ཁྱེར་དུ་དེ་ནས་དཔལ་ཆེན་པོ་འཇམ་དཔལ་ཡ་མེན་ཏཱ་ཀ་ཀེ། དེ་ནས་གསང་ཡུམ་ཟེར་ནས་རེད་སྦྱོར་ཡུམ་མཛད་ཡོང་དུས་བརྩམས་པ་ལ་དེའི་དུས་ཚོད་ལ་ཁོང་གི་མཚན་ག་རེས་ཐོགས་པ་རེད་ཟེར་ན་མོ་དྲག་མོ་ངེས་གཅིག་མཱས་ཐོགས་པ་རེད་ཟེར་ཡོད་རེད་དེ་ཡིན་དུས་སྐབས་སུ་ད། ཁྲག་འཐུང་དབང་ཐོབ་དཔལ་ལྡན་གསུང་ཧི་ཇེ་ཡུལ་ན་རལ་གཅིག་མཱ་མེ་བཟའ་བྲག་སྐྱོན་ཀླུ་ཡི་མཚན་ནག་མོ་ཁྲག་འཛག་མཱ་ལ་ལྟོས་ཟེར་རེད་བོ་ད་དེ་འདྲའི་མཚན་གྱི་རྣམ་གྲངས་མང་པོ་ཞིག་གསུངས་འདུག་དེ་འདྲའི་གཅིག་རེད། དེའི་རྗེས་ལ་སྔགས་རྫོང་ཨེ་ཀ་ཛཱ་ཏི་ཁོང་གི་རི་བོ་མཱ་ལ་ཡ་ཡི་རྩེ་མོ་རུ་གསང་བའི་དྭགས་པོ་དཔལ་ཕྱག་ན་དོར་གྱི་ལྗགས་བྱས་ན། ས་དངོས་དང་པོ་དཔལ་ཕྱག་ན་རྡོ་རྗེ་གྱི་ཁོང་ན་དང་རྫོགས་པ་ཆེན་པོ་དེ་ནས་དབང་བསྐུར། རྒྱུད་བཤད་མན་ངག་གནང། ལྷག་པར་དུ་རྫོགས་པ་ཆེན་པོ་མན་ངག་དེ་ཡི་དེ་ནས་རྒྱུད་བཅུ་བདུན་དེ་ཚོ་ཆ་ཚང་དཔེ་ཆ་དང་བཅས་པ་སྔགས་རྫོགས་ཨེ་ཀ་ཛཱ་བྲི་ལ་བར་རྩིས་སྤྲད་བྱས་ནས་ད་དེ་རིང་ནས་བཟུང་སྟེ་ཁྱོད་རང་རྫོགས་པ་ཆེན་པོ་སྤྱི་དང་ཁྱད་པར་དུ་ཡང་འོད་གསལ་སྙིང་ཏིག་མན་ངག་དེ་ཡི་ད་པོད་བཅུ་བདུན་གྱི་བདག་པོ་དེ་ཁྱོད་རང་ཡིན་ད་ཟེར་ད་རིང་ནས་བཟུང་སྟེ་ད་དེ་ཆོས་དེ་མི་ཉམས་པ་ཁྱོད་རང་གིས་གསུང་དགོས་ཀྱི་རེད་ད་ཟེར་དར་ཞིང་རྒྱས་པར་བྱེད་དགོས་ཀྱི་རེད་ད་ཟེར་ཆོས་འདི་ལ་ད་གནོད་པར་བྱེད་མཁན་ལ་སོགས་པ་དེ་ཚོས་ཡོད་ན་ཚང་མ་ཚར་གཅོད་དགོས་རེད་ད་ཟེར་ནས་དེ་ནས་རྫོགས་པ་ཆེན་པོ་འོད་གསལ་སྙིང་ཏིག་གི་ནི། སྲུང་མ་རུ་མངའ་གསོལ་གཟེངས་བསྟོད་དབུགས་དབྱུང་ད་དེ་འདྲའི་ཅིག་མཛད་པ་རེད་ཟེར་གྱི་ཡོད་རེད་ད་དེ་ནས་བཟུང་སྟེ་དེ་ནས་སྔགས་སྲུང་ཨེ་ཀ་ཛཱ་ཏི་ཁོང་རྫོགས་པ་ཆེན་པོ་སྤྱི་དང་ཁྱད་པར་དུ་ཡང་འོད་གསལ་སྙིང་ཏིག་གི་ནི་ད་སྲུང་མ་ད་གཙོ་བོ་ནང་གི་གཙོ་བོ་ད་མཆོག་ཏུ་གྱུར་པ་ཅིག་དེ་འདྲའི་ཅིག་ཆགས་པ་རེད། ད་དེའི་དུས་ཚོད་ལ་ཁོང་གི་མཚན་ལ་ག་རེ་ཐོགས་པ་རེད་བས་ཟེར་ན་དེ་ནས་སྔགས་བཟུང་ནག་མོ་ཟེར་མཚན་ཐོགས་པ་རེད་ཟེར་དགོས་རེད། ད་དེ་ནས་སྔགས་བཟུང་ཨེ་ཀ་ཛར་ཏི་ཁོང་རང་གི་ད་རིགས་འདྲ་བོ་རུས་འདྲ་བོ་ད་ག་འདྲི་རེད་བས་ཟེར་ན་སྤྱི་བཏང་ཁོང་རང་ཡེ་ཤེས་ཀྱི་དེ་ནས་ལྷ་སྲུང་མ་ཡིན་དུས་བརྩམས་པ་ལ་ད་དེ་ལ་རིགས་དང་རུས་ཀྱི་ཅིག་པ་དེ་དབྱེ་བ་འདྲ་བོ་ཕྱེད་ཡས་འདྲ་བོ་དང་དེ་ག་ནང་བཞིན་གྱི་འགྲོ་བ་རིགས་དྲུག་གི་ནང་དུ་དབུ་གཟུགས་ཀྱང་དུག་གོ་གི་ཡོད་མེད་དེ་འདྲས་མི་ཤེས་ཏེ་ཡིན་ན་ཡང་ད་ཁོང་རང་འགྲོ་བ་རིགས་དྲུག་གི་ནང་དུ་ད་ཁོ་རང་དུག་གོ་གི་ཡོད་པའི་དབང་དུ་བཏང་བ་ན་ད་ཁོང་རང་ལྷ་ཡི་རྟེན་ཅན་ནམ་ལྷ་ཡི་ལུས་རྟེན་ཅན་ད་དེ་འདྲས་ཀྱི་ཆགས་ཐིག་ཡོད་ས་རེད། དེ་ནས་ཡང་ང་རང་ཚོ་གཟུགས་མེད་ཀྱི་རིགས་དེ་ལ་ཡང་ལྷ་སྲིན་སྡེ་བརྒྱད་ཟེར་ཡས་ཅིག་ཡོད་རེད་བ་ཡ། ད་ལྷ་སྲིན་སྡེ་བརྒྱད་དུ་དབྱེ་བའི་ནང་ནས་ཡང་ཁོང་རང་མ་མོ་གི་རིགས་དེ་འདྲའི་བྱིན་ཟེར་རེད། ད་མ་མོ་ཟེར་ཡས་དེ་ག་འདྲས་རེད་བས་ཟེར་ན། སྤྱིར་བཏང་མ་མོ་དེ་ལ་ད་ཕྱི་དར་དུ་འགྲེལ་བཤད་རྒྱག་ཡས་ནང་དར་དུ་འགྲེལ་བཤད་རྒྱག་ཡས་གསང་བ་དར་དུ་འགྲེལ་བཤད་རྒྱག་ཡས་ད་དེ་འདྲས་མང་པོ་འདུག་རེད་བ། ཡིན་ན་ཡང་ད་ད་ལྟ་ང་རང་ཚོ་ཡོངས་གྲགས་ཕྱི་དར་དུ་འགྲེལ་བཤད་བརྒྱབ་པ་ཡིན་ན། ད་མ་མོ་ཟེར་ཡས་དེ་ད་ཅིག། གཟུགས་མེད་ཀྱི་རིགས་སུ་གཏོགས་པའི་བུད་མེད། ད་དེ་འདྲ་ཡག་ས་ནས་བཤད་པ་ཡིན་ན་དཔལ་ཏི་ཀོ་ར་ཡེ་ཤེས་ཀྱི་ལྷ་མོ་མཁའ་འགྲོ་མ་དེ་ཚོ་ཡང་ཡོད་ཐིག་ཡོད་ས་རེད་མོ་འཁྲུལ་གོང་ནང་ནས་རྡོ་རྗེ་ཕག་མོ་དབྱིངས་ཀྱི་ཡུམ་ཁྲོས་མ་ནག་མོ་སེང་གེ་ཤ་ཉེ་བཞི་ལྡེམ་མཆོག་མུ་ཀ་ལེ་ཀུ་རུ་ཀུ་ལེ་འོད་ཟེར་ཅན་སྣ་ཚོགས་ཡུམ་དང་ཡུམ་ཆེན་མོ་ཟེར་དེ་འདྲའི་ཡོང་ཐིག་འདུག་ཡང་དུག་ས་ནས་བཤད་པ་ཡིན་ན་འདྲེ་མོ། ཤ་ཟ། ད་དེ་འདྲའི་གི་རིགས་ཡང་ཡོད་ཐིག་ཡོད་ས་རེད་སྤྱིར་བཏང་མཁའ་འགྲོ་མ་དེ་ལ་ཡང་ཡེ་ཤེས་ཀྱི་མཁའ་འགྲོ་མ། ལས་ཀྱི་མཁའ་འགྲོ་མ་དམ་ཚིག་གི་མཁའ་འགྲོ་མ་ཟེར་རེད་པོ་དེ་འདྲའི་དབྱེ་དེ་ཡ་ཞིག་འདུག་འོ་དེ་དང་འདྲ་བོ་འདྲ་བོ་ད་མ་མོ་དེ་ལ་ཡང། ཡེ་ཤེས་ཀྱི་མ་མོ་དང་ད་ལས་ཀྱི་མ་མོ་དང་འཇིག་རྟེན་གྱི་མ་མོ་ལ་སོགས་པ་ད་དེ་འདྲའི་དབྱེ་ཐིག་ཡོད་ས་རེད་དེ་ཨིན་དུའི་སྐབས་སུ་ད་སྔགས་རྫོང་ཨེ་ཀ་ཛཱ་ཏི་ཁོང་འདྲ་བོ་ཅིག་བསམ་འདུག་ན་ད་མ་མོ་ཡོངས་ཀྱི་རྗེ་མོ་འོ་དེ་འདྲའི་ཅིག་རེད། ད་དེ་ནས་མ་མོ་ཁོ་རང་གི་ལས་ཀའམ་བྱེད་ལས་འདྲ་བོ་ད་གཙོ་བོ་ག་རེ་རེད་བས་ཟེར་ན་དེ་ནས་ད་མ་མི་འཁྲུག་གོང་ནང་ཐེབས་བཟོ་ད་ཡོང་གི་འདུག་ཨ། འབྱུང་བ་གཡོ་དང་འཁྲུག་བྱེད་ཅིང་བདུད་བཞི་དྲོད་འཛིན་བཅུད་ཀྱང་འཕྲོག་ནད་དང་རིམས་ཀྱི་སྡང་མོ་འཛིན་དབེན་གནས་མྱུག་ཞིང་མཚོ་གང་འགྲིམ་རྣལ་འབྱོར་ཅན་ལ་དངོས་གྲུབ་སྟེར་དམ་ཚིག་ཉམས་ལ་ཆད་པ་གཅོད། ད་གཙོ་བོ་འཇིག་རྟེན་ཁམས་དེ་ཚོ་ད་མི་ལས་རྒྱུ་འབྲས་གསུང་གི་འདུག་དང་མི་འདུག་དེ་ག་ནང་བཞིན་གྱི་ཆོས་པ་དེ་ཚོ་དོན་པ་དམ་ཚིག་ཡག་པོ་གསུང་གི་འདུག་དང་མི་འདུག་ད་དེ་འདྲས་ཞིབ་དཔྱད་བྱེད་འདྲ་བོ་དང་བརྟག་དཔྱད་བྱེད་མཁན་འདྲ་བོ་དང་ད་གལ་སྲིད་ལས་རྒྱུ་འབྲས་མི་བཟུང་མཁན་ད་དོན་པ་དམ་ཚིག་ཡག་པོ་མི་བཟུང་མཁན་ད་དེ་འདྲས་འཇིག་རྟེན་ཁམས་མང་པོ་ཞིག་ད་དེ་འདྲས་གང་སླེབས་ཀྱི་ཡོད་པ་ཡིན་ན་དེ་ནས་མ་མོ་དེ་འདྲ་དྲུག་བྱས་ན་དེ་ཕྱིའི་འབྱུང་བ་དེ་ཚོ་ཚང་མ་ཡང་དྲུག་ད་ས་ཡོམ་རྒྱག་ཡས་མེ་དྲ་ཡོང་ཡས་ཆུ་ལོག་ཡོང་ཡས་ད་དེ་འདྲས་བྱེད་ཡས་དང་དེ་ནང་གི་དེ་ནས་ང་རང་ཚོ་གི་རྩ་རླུང་ཐིག་ལེ་དེ་ཚོ་དྲུག་བྱས་ན་དེ་ནས་ད་མིའི་ནང་ལ་ད་ཅིག་ནད་ཡམ་ཟས་གྲུབ་དེ་འདྲས་ཤུགས་ཆེན་པོ་བྱུང་བ་ཡིན་ན་ད་མ་མོ་གང་འདྲས་དྲུག་པ་རེད་ཟས་དེ་འདྲས་ཡོང་གི་འདུག་ཨ་ཨོ་ད་དེ་འདྲས་གཏོང་མཁན་གྱི་ད་བྱེད་ལས་བྱེད་འཇིག་ཡིན་ས་རེད་ད་དེ་ཡིན་དུས་ཙམ་པ་ལ་སྔགས་རྫོང་ཨེ་ཀ་ཛར་ཏྲི་ཁོང་རང་དེ་ནས་མ་མོ་གང་འདྲས་ཡོང་གྱི་གཙོ་མོ་ཡེ་ཤེས་ཀྱི་མ་མོ་ཡིན་དུས་ཙམ་པ་ལ་ད་འཇིག་རྟེན་གྱི་མ་མོ་ནང་བཞིན་དེ་འདྲས་ཅིག་དུག་འཕྲོ་བ་འདྲ་བོ་དང་འཛིན་པ་འདྲ་བོ་དག་དེ་འདྲས་ཡོད་མ་རེད་དེ། ཡིན་ན་ཡང་ད་ཁོང་གི་འཁོར་དུ་གནས་པའི་དེ་ནས་ད་གིན་མ་མོ་མཁའ་འགྲོ་འབུམ་སྡེ་ལ་སོགས་པ་དེ་ཚོ་ཚང་མ་གི་ལེགས་ཉེས་ཀྱི་སྟངས་འཛིན་དམ་ཚིག་གི་བྱེད་སྤྱོད་ཡོང་དུས་བརྩམས་པ་ལ་ད་འཇིག་རྟེན་ཁམས་སུ་ནད་ཡམས་དང་མུ་གེ་ལ་སོགས་པ་དང་ས་ཡོམ་མེ་དྲག་རླུང་འཛིན་ཆུ་ལོག་ལ་སོགས་པ་དེ་ཚོ་ཡང་གཏོང་གི་ཡོད་ས་རེད་དེ་ཡིན་དུས་སྐབས་སུ་མ་མོའི་འཁྲུལ་སྐོང་གནང་ན་ཡང་མདོར་ན་དབྱིངས་ཀྱི་རྗེ་མོ་ཡི་ཐུགས་ལ་འཕྲོ་བ་མི་མངའ་ཡང་འཁོར་གྱི་མ་མོ་མཁའ་འགྲོ་ཚོ། སྐད་མཐོང་ཙམ་ནས་ཆད་པ་ཆོད་ཟེར་ཡོད་དེ་འདྲས་ཡོང་གི་འདུག་འོ་དེ་འདྲས་བྱིན་ཟེར་རེད། ད་ཡང་སྔགས་སྲུང་ཨེ་ཀ་ཛར་ཀྲི་ཁོང་རང་གི་སྐུ་གཟུགས་ཀྱི་རྣམ་པ་ཟེར་དགོས་རེད་ཆ་བྱད་ཟེར་དགོས་རེད་ད་བཟོ་ལྟ་ཟེར་དགོས་རེད་ད་དེ་ཡང་སྲུང་མ་གཞན་དག་དང་རྦད་དེ་ཐུན་མོང་མ་ཡིན་པའི་ཆགས་བསྡད་ཡོད་རེད་ད་དེ་ཐུན་མོང་མ་ཡིན་ག་འདྲས་འདྲ་བོ་ཅིག་ཡོད་རེད་བས་ཟེར་ན། དབུ་ལ། གཡུ་ཡི། རལ་པ་རྐང་གཅིག་གཅིག་པུ་ཅིག་ཡོད་རེད་ཟེར་ཡོད་རེད། དེ་ག་ནང་བཞིན་གྱི་ཁོང་རང་གི་དེ་ནས་ཐོད་པ་ལ་དེ་ནས་མིག་ཟེར་ན་རེ་ཅན། གཅིག་གཅིག་པུ་ཅིག་ཡོད་རེད་ཟེར་ཡོད་རེད། ད་དེ་ག་ནང་བཞིན་གྱི་ཁོང་རང་གིས་དེ་ནས་ཞར་ལ་སུ་སོགས་ཟེར་ན་རེད་ད་མཆེ་བ་རྐང་གཅིག་གཅིག་པུ་ཅིག་ཡོད་རེད་ཟེར་གྱི་རེད་དེ་ག་ནང་བཞིན་གྱི་ནུ་མ་གཅིག་གཅིག་པུ་ཅིག་ཡོད་རེད་ཟེར་གྱི་རེད་ད་ད་དེ་ཚོ་ག་རེ་མཚོན་བྱེད་རེད་བས་ཟེར་ན་ད་དབུ་སྐྲ་རལ་པ་རྐང་གཅིག་མ་གཏོགས་མེད་པ་དེ་ད་ཕྱི་ལྟར་དུ་འགྲེལ་བཤད་བྱས་པ་ཡིན་ན་ད་ཅི་གོང་དུ་ཞུས་པ་ལྟར་དུ་ལྷ་ཡི་བུ་མོ། བདུད་ལ་བསྒྱུར་བ་ཡིན་དུས་སྐབས་སུ་ད་ཡབ་ཡུམ་ལྷ་ཡིན་པའི་རྟགས་གཅིག་གཅིག་པུ་དེ་རེད་གསུངས་སོང་ང་ད་ནང་ལྟར་དུ་འགྲེལ་བཤད་བརྒྱབ་སོང་པ་ཡིན་ན་ད་ཆོས་སྐུ་ཐིག་ལེ་ཉག་གཅིག་གི་མཚོན་རྟགས་རེད་གསུང་གི་འདུག་བ། དེ་ག་ནང་བཞིན་གྱི་ཁོང་རང། སྤྱན་གཅིག་གཅིག་པུ་གཅིག་མ་གཏོགས་མེད་པ་དེ་ད་ཕྱི་དར་དུ་བྱས་པ་ཡིན་ན་སྲིད་པ་གསུམ་གྱི་ལེགས་ཉེས་དབྱེ་འབྱེད་ད་ལེགས་ཉེས་སྟངས་འཛིན་བྱེད་པ་དེ་འདྲའི་མཚོན་བྱེད་དང་དང་ནང་ལྟར་དུ་བྱས་པ་ཡིན་ན་ད་ཆོས་ཀྱི་གནས་ལུགས་མཐར་ཐུག་བདེན་པ་གཅིག་ཁོ་ན་དེ་ད་མངོན་སུམ་དུ་གཟིགས་པའི་མཚོན་བྱེད་རེད་གསུང་གི་འདུག་བ་དེ་འདྲའི་བྱིན་ཟ་རེད། ད་དེ་ནས་ཁོང་རང་གི་ཞལ་ལ་ད་ཚེམས་གཅིག་གཅིག་པུ་ཅིག་མ་གཏོགས་མེད་པ་དེ་ད་ཕྱི་ལྟར་དུ་འགྲེལ་བཤད་བྱ་བས་ན་སངས་རྒྱས་བསྟན་པ་ཞིག་པའི་དམ་ཉམས་དགྲ་བོ་ཐམས་ཅད་ད་ཚར་གཅོད་པ་དང། དེ་ནས་ད་ནང་ལྟར་དུ་འགྲེལ་བཤད་བྱ་བ་ཡིན་ན་དེ་ནས་འགྲོ་བ་སེམས་ཅན་ཐམས་ཅད་ཀྱི་དེ་ནས་རྒྱུད་ལ་ཡོད་པའི་བདག་འཛིན་རྣམས་བདག་མེད་རྟོགས་པའི་ཤེས་རབ་ཀྱི་སྤྱོད་པའི་མཚོན་བྱེད་དེ་འགྲེལ་བྱེད་རེད་དོ། ད་དེ་ནས་ཁོང་རང་ལ་ད་ནུ་མ་ཅིག་ཅིག་པུ་ཅིག་ཡོད་པ་དེ་དེ་ག་རེ་མཚོན་གྱི་ཡོད་རེད་པས་ཟེར་ན་ད་ཕྱིར་དར་དུ་བྱས་པ་ན་དེ་ནི་བསྟན་འཛིན་གྱི་སྐྱེ་བོ་རྣམས་སོ་སོ་གིས་ད་མ་ཅིག་གིས་བུ་གཅིག་པུ་ནང་བཞིན་གྱིས་ད་བྱམས་སྐྱོང་བྱས་ཡ་དེ་འདྲའི་མཚོན་བྱེད་དང་ད་ནང་དར་དུ་འགྲེལ་བཤད་བྱས་པ་ཡིན་ན་ད་ཐབས་སྙིང་རྗེ་ཆེན་པོ་མཚོན་བྱེད་ད་དེ་འདྲའི་ཅིག་ཡིན་ས་རེད། ད་ངག་སྲུང་ཨེ་ཀ་ཛཱ་ཏྲིས་ཁོང་རང་གི་མཚན་གྱི་རྣམ་གྲངས་སྒྲོག་ཅིག་ཞུས་པ་ན་དེ་ནས་ད་སྔགས་གཟུངས་མ་ཟེར་བའི་འདྲ་བོ་དང་དེ་ག་ནང་བཞིན་གྱི་དཔལ་ལྡན་རང་བྱུང་གྱ་མོ་ཟེར་བའི་འདྲ་བོ་དང་ལྷ་ཡི་བུ་མོ་མདངས་ལྡན་ཟེར་བའི་འདྲ་བོ་དང་དེ་ག་ནང་བཞིན་གྱི་མལ་བཟའ་བྲག་སྐྱོན་ཟེར་བའི་འདྲ་བོ་དང་འོ་ད་དེ་འདྲའི་མང་པོ་ཞིག་ད་ཀྱི་གོང་དུ་སོང་ཟིན་སོང་ད་དེ་ག་ནང་བཞིན་གྱི་ད་དུང་དེའི་ནང་དུ་མ་འདུས་པའི་ཁྲོས་མ་ནང་མོའི་གསང་རྒྱུད་ཁོ་རང་གི་ནང་ལས་ག་རེ་གསུངས་འདུག་ཟེར་ན། ཐམས་ཅད་གསོད་པའི་ལས་བྱེད་པའི་རག་ཤ་སྲིན་མོ་རལ་གཅིག་མ། རྣལ་འབྱོར་ཡོངས་ཀྱི་གྲོགས་བྱེད་མ་མཚན་ཡང་དགྲ་འདུལ་ནད་གཙང་མ། དེ་ནས་ཚ་བའི་ནད་གཏོང་བའི་མཚན་ཡང་བལ་མོ་ཀུན་འདུག་མ། ཁྲག་རིམས་ནད་ཡམས་གཏོང་བྱེད་པའི་མཚན་ཡང་ནག་མོ་ཁྲག་འཛག་མ། ལྟས་ངན་ཆོ་འཕྲུལ་གཏོང་བྱེད་པའི་མཚན་ཡང་དམོད་མོ་ནག་མོ་བྱ། ད་མིང་རྒྱ་མ་ལ་མཚན་གཏོང་མ་གང་ནས་བོས་ཀྱང་ཁྱོད་ཀྱི་མཚན་ཟེར་འདྲ་བོ་དེ་འདྲ་ཡོང་ཐིག་འདུག་ཨ། དེ་ཡིན་དུས་སྐབས་སུ་ད་མཚན་གྱི་རྣམ་གྲངས་ཡང་ཧ་ཅང་མང་པོ་ཅིག་ཡོད་པ་རེད། ད་ངེས་པའི་དོན་དུ་བསམ་བློ་བཏང་བ་ཡིན་ན་ནི་དེ་ནས་ད་ཆོས་སྐུ་ཡུམ་ཆེན་མོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཡུམ་ཆེན་ཀུན་ཏུ་བཟང་མོ་ཡུམ་འཁོར་ལོ་རྒྱས་འདེབས་མ་ཡུམ་དེ་ནས་དབྱིངས་ཕྱུག་མ། དེ་ཀ་ནང་བཞིན་གྱི་བྱི་ཚུལ་འཕྲོ་མ་ཀུ་རུ་ཀུ་ལེ་དེ་ནས་རྡོ་རྗེ་རྣལ་འབྱོར་མ། དང་རིག་བྱེད་མ་དབྱངས་ཅན་མ་ལ་སོགས་བ་དང་དེ་ཚོགས་ཚང་མ་ཡང་དེ་ནས་ཁོང་རང་དང་ངོ་བོ་གཅིག་པ་ཆགས་དེ་ཡོད་རེད། ད་དེ་ཀ་ནང་བཞིན་རྣམ་པ་ལ་འཇིག་རྟེན་གསུང་མི་ཚུལ་དུ་བྱོན་ཡོང་དུས་བརྩམས་པ་ལ་ད་དཔལ་ལྡན་ལྷ་མོ་སྲས་དགྲ་བོ་དང་སྲིད་པའི་རྒྱལ་མོ་སྲས་དགྲ་བོ་དང་དོར་སྤྱི་གཡུ་སྒྲོན་སྲས་དགྲ་བོ་དང་འདོད་ཁམས་དྭགས་པོ་རེ་མ་ཏིའི་སྲས་དགྲ་བོ་དེ་ཚོ་ཚང་མ་ཡང་དེ་ནས་ཨེ་ཀ་ཛཱ་ཏི་ཁོང་རང་གིས་དེ་ནས་ད་རྣམ་འགྱུར་དང་སྤྲུལ་པ་དང་སྣང་ཚུལ་བསྟན་སྟངས་ཙམ་གྱིས་མ་གཏོགས་ད་དོན་ལ་ངོ་བོ་གཅིག་རེད་ཟེར་གསུང་གི་འདུག་བ་འོ་ད་དེ་འདྲའི་གཅིག་ཡིན་ས་རེད།